གང་ལྟར་ཁྲིམས་ཐོག་ནས་ཏག་ཏག་བསྡད་ཀྱི་ཡོད་མ་རེད་རྒྱ་ནག་ཁྲིམས་ཀྱི་ཐོག་ནས་ཏག་ཏག་བསྡད་ཀྱི་ཡོད་མ་རེད་རྒྱལ་སྤྱིའི་ཁྲིམས་ཀྱི་ཐོག་ནས་ཏག་ཏག་བསྡད་ཀྱི་ཡོད་མ་རེད་བཟང་སྤྱོད་ཀྱི་ཐོག་ནས་ཏག་ཏག་བསྡད་ཀྱི་ཡོད་མ་རེད། དེ་ཡིན་པའི་ཐོག་ནས་ང་ཚོ་བོད་པ་ཚོ་གི་འདི་ལ་ཡ་ཆེ་ངོས་ལེན་བྱེད་ཡ་ད་ཕར་བཞག་དགག་པ་རྒྱབ་དགག་པ་རྒྱག་ཡ་ཡིན་པ་ཆེ་དེར་ངོས་ལེན་དུས་ནམ་ཡང་བྱེད་ཐུབ་ཡ་ཡོད་མ་རེད་སྲིད་མི་རིགས་གཅིག་གཙང་མ་བཏང་ཡ་གི་སྲིད་ཇུས་ཡིན་པའི་སོང་ཙང་འདི་ལ་ཡ་རྒྱ་ནག་གཞུང་གི་བསྐྱར་ཞིབ་བྱེད་དགོས་རེད་ཟེར་ཡ་དེ་ད་འདི་གང་ལ་ཡ་འགྲོ་གི་ཡོད་རེད་འདིའི་ཐོག་ནས། སྤྱི་བཏང་དང་གིས་གསུངས་པ་ནང་བཞིན་རེད་ཉིས་སྟོང་བཅུ་ནས་ལག་ལེན་བསྟར་དུས་ལག་ལེན་བསྟར་ཡ་ཚ་ང་ཚོ་བོད་ལུང་པ་ཤོར་བ་ནས་བྱས་ནས་ལག་ལེན་བསྟར་དུས་བར་བོད་པའི་མི་རིགས་མེད་པ་བཟོ་ཡ་གི་ཡིན་ནས་ད་ཤུགས་ཆེ་ཆུང་དང་ཁྲིམས་ཀྱི་ནུས་པ་སྤྲད་མི་སྤྲད་ཟེར་ཡ་དེ་ཚོ་ད་ད་ལྟ་གཞི་ནས་ཆགས་ཡོད་དགོས་ར་བྱས་ན་གཏན་སྡོད་ལབ་གྲགས་དེ་ཚོ་ཚུར་ལོ་མང་བོ་འགྲོ་གི་ཡོད་པ་ང་ཚོ་ཤེས་ཀྱི་ཡོད་རེད་སྲིད་ཇུས་དེ་ཚོ་སྐོར་ལ་ང་ཚོ་འཛམ་བུ་གླིང་ལ་བཤད་ནས་བསྡད་ཡོད་རེད་མ་ད་བྱེད་ཀྱི་མ་བཤད་ནས་བསྡད་པ་དེ་འདྲ་མ་རེད་བ་དེ་ཡིན་དུས་ཚང་མ་ལེན་ཡ་ད་ད་ལྟའི་དུས་ཚོད་དེ་སྤྱི་ཟླ་གསུམ་པའི་སྔོན་ནས། ཁྲིམས་མེད་ཅིག་ལ་འགྱུར་བ་འགྲོ་གི་ཡོད་པ་དེ་ང་ཚོས་མ་ཤེས་པ་མ་རེད་ང་ཚོས་ཤེས་ཀྱི་ཡོད་ཁྲིམས་མེད་ལ་འགྱུར་བ་ཞིག་འགྲོ་གི་ཡོད་ཡིན་ནའི་འདིའི་ཤུགས་རྐྱེན་དེ་ག་ཞིག་ཆེན་པོ་ཐེ་བའི་གི་བློ་ཁོག་ཅིག་འདང་གི་ཡོད་ན་མེད་ན་བསམ་ནས་གནས་སྟངས་དེ་ལྷག་པ་རེད་ད་གསུམ་པའི་བཅུ་གཉིས་ལ་ཁྲིམས་དེ་གཏན་འབེབས་བྱས་པའི་ཉིན་མོ་ནས་གཞི་ནས་འཛམ་བུ་གླིང་གཉིས་བསད་པ་རེད་ང་ཚོ་གཅིག་པོ་མ་རེད་འཛམ་བུ་གླིང་གཉིས་བསད་པ་རེད་དེ་ཡིན་དུས་ད་འདི་ཁྲིམས་གི་གནད་དོན་དང་འབྲེལ་བ་ཆགས་ཀྱི་ཡོད་དུས་རྒྱ་ནག་གིས་ས་ཁྲིམས་དེ་བརྒྱད་ཅུ་གྱ་གཉིས་ལ་གཏན་འབེབས་བྱས་བཞག་པ་རེད་དེའི་གི། ཁྲིམས་ཀྱི་ཆ་ཅན་གཅིག་དབང་ནི་རྒྱལ་སྤྱིའི་རྒྱབ་བཤད་ཀྱིས་ནི་ས་གནས་མི་རིགས་རང་སྐྱོང་གི་ཁྲིམས་གསལ་ཞིག་བཟོས་ཡོད་རེད་དེའི་ནང་བྱས་པ་ཡིན་ན་མི་རིགས་རང་ས་གནས་མི་རིགས་ཚོ་ལ་ཡ། སྐད་ཡིག་དང་ཆོས་དང་རིག་གཞུང་དང་དེ་ཚང་མ་ལོག་ཐོབ་ཐང་ཡོད་ཟེར་ལབ་ཡོད་རེད་ད་ད་ལྟའི་ཁྲིམས་གསར་པ་བཟོས་ཞིག་པའི་དེ་གི་དེ་དང་འགལ་ཟླ་ཆགས་འདི་གི། དེ་ཡིན་དུས་དམངས་གཙོའི་གཞུང་གཅིག་ཡིན་པ་ཡིན་ན་རྩ་ཁྲིམས་གཅིག་ཡོད་པ་ཡིན་ན་རྩ་ཁྲིམས་ཀྱི་ཆ་ཅན་གྱི་འོག་ནས་ཁྲིམས་བཟོ་ཡོང་དགོས་རེད་ནི་རྩ་ཁྲིམས་ཀྱི་ཆ་ཅན་གྱི་འོག་ནས་ཁྲིམས་བཟོས་ཞེས་པ་དེ་རྩ་ཁྲིམས་དང་མཐུན་གྱི་མེད་ན་ནུས་མེད་ཆགས་ཀྱི་ཡོད་རེད། རྒྱ་ནག་གི་ཆེད་མངགས་རྩ་ཁྲིམས་གཅིག་གི་དབར་ལ་ཁྲིམས་མི་འདྲ་གཉིས་ཟེར་བཟོ་ཡོང་གི་དང་ཕར་ཚུར་འགལ་ཟླ་ཡོད་པ་དེ་འདྲའི་ཐ་དེ་འཛམ་བུ་གླིང་གི་གོ་བ་ག་འདྲས་ལེན་དགོས་རེད་དེ་བོད་ནང་གཅིག་པོ་སྐད་བཤད་གི་ཡོད་མ་རེད་རྒྱ་ནག་ནང་གཅིག་པོ་སྐད་བཤད་གི་ཡོད་མ་རེད་འདི་གི་དོན་ཚན་དྲུག་ཅུ་རེ་གསུམ་པོ་དེ་ནང་ལོགས་ལ་ཁྱིམ་མཚེས་རྒྱལ་ཁབ་དེ་ཚོ་ལས་དོག་པ་འགྲོ་གི་ཡོད་རེད་ལ་རྒྱལ་སྤྱིའི་སྤྱི་ཚོགས་ལས་དོག་པ་འགྲོ་གི་ཡོད་རེད་དེ་ཚོ་ཚང་མ་ལོགས་ད་ང་ཚོ་བོད་པ་གཅིག་པོར་ཆགས་མ་སོང་ཨ་འདི་རྒྱ་ཆེ་ས་ནས་བསམ་བཏང་པ་ཡིན་ན་ད་དེང་སང་རྒྱ་ནག་གཞུང་གི Global རྐྱང་རྐྱང་བཤད་གི་འདུག་ཨ། འཛམ་བུ་གླིང་གི་འཛིན་སྐྱོང་གི་འགྲོ་སྟངས། འཛམ་བུ་གླིང་གི་དཔལ་ཡོན་གྱི་འགྲོ་སྟངས། འཛམ་བུ་གླིང་གི་བདེ་འཇགས་ཀྱི་འགྲོ་སྟངས། འཛམ་བུ་གླིང་གི་ཚོང་གི་འགྲོ་སྟངས་ཚང་མ་ཁོང་ཚོས་སྟངས་འཛིན་བྱེད་ཡག་གི་འདོད་པ་ཞིག་གི་འདུག་ད་ཚང་མ་སྟངས་འཛིན་བྱེད་དགོས་གི་འདུག་ད་འདི་འདི་ཚོས་ཀྱི་ཆ་ཤས་གཅིག་ད་ལྟ་འདི་ཆགས་ཡོང་གི་འདུག་རྒྱ་ཆེ་ས་ནས་བལྟ་ཡོང་དུས་ཚང་མས་ལ་འདུག་ཕྱིན་བལྟས་པ་ཡིན་ན་འདི་ང་ཚོ་བོད་པ་གཅིག་པོ་ལ་གནོད་སྐྱེལ་གི་ཡོད་མ་རེད་དེ་བོད་པ་དང་བོད་པ་འདྲ་བའི་གི་དབུས་གུར་དང་སོག་པོ་དང་དེ་ཚོ་ཡིན་པ་རྒྱ་མི་རིགས་ཁོ་རང་ཚོ་ནང་ལོགས་ལ་ཡིན་པ་ཡིན་ནས་རྒྱ་ནག་ལྷོ་སོག་ངོས་ལ་ཡིན་པ་ཡིན་ན།

འདི་ཚང་མ་བསམ་བཏང་བ་བྱས་ཙང། དེ་ཚོས་ཀྱི་བོད་པ་རང་ལ་ང་ཚོས་ཤུགས་རྐྱེན་ག་རེ་ཐེབས་ཀྱི་འདུག་འདི་རྒྱ་ཆེ་ས་ཀྱི་ཁྱིམ་མཚེས་རྒྱལ་ཁབ་ལ་ཤུགས་རྐྱེན་ག་རེ་རྒྱལ་སྤྱིའི་ནང་ལ་ཤུགས་རྐྱེན་ག་རེ་དེ་ཚོ་ཚང་མ་ལ་འཛམ་བུ་གླིང་ལ་ཡང་ངོ་སྤྲོད་བྱེད་ཐུབ་པ་བྱེད་དགོས་ཀྱི་ཡོད་རེད། ད་ད་ལྟ་གནས་ཚུལ་འདི་བྱུང་པའི་རྐྱེན་བྱས་ནི་ང་རང་ཚོའི་ངོས་ནས་ད་ལྟ་སྤྱི་ཚོགས་ནང་ལོགས་ལ་སྐད་ཆ་ཡོང་བསྡད་དེ་ད་ཉིས་སྟོང་བརྒྱད་ལ་ཡིག་ཆ་སྤྲད་ཞེས་པ་འདི་ནི་ནུས་པ་ཡོད་རེད་ཡོད་མ་རེད་ཞེས་པ་དེ་ཚོའི་ཕྲད་ཁ་དེ་ང་ཚོས་བརྟག་དགོས་ཀྱི་རེད། ད་ལྟ་རྒྱ་ནག་གི་ཁྲིམས་ཁོ་རང་གོ་བ་ང་ཚོས་ད་ལྟ་ལེན་ཐུབ་ཀྱི་མེད་པ་ཡིན་ན། དེ་གཅིག་པུ་ལ་ང་ཚོས་གོ་བ་ཉི་མ་གཅིག་ཡིན་ན་ལེན་ཐུབ་ཀྱི་མ་རེད་དེ་ཚོ་དེ་ཚོའི་གནས་སྟངས་ལས་ང་ཚོས་ལྟ་དགོས་སྐོར་དང་རྩ་ཁྲིམས་གཅིག་གི་འོག་ལ་ཁྲིམས་མི་འདྲ་གཉིས་ཁྲིམས་གཉིས་དེ་འགལ་ཟླ་ཡོད་སྡད་པ་དེ་ཚོ་ཕྲན་ང་འཛམ་བུ་གླིང་ལས་ངོ་སྤྲོད་བྱེད་དགོས་སྐོར་རེད་ང་རང་ཚོས་སློབ་སྦྱོང་བྱེད་དགོས་སྐོར་རེད། དེ་སང་ཉིས་སྟོང་བརྒྱད་ལ་ང་ཚོས་ཡིག་ཆ་སྤྲད་བཞིན་ཡོད་དེ། རྒྱ་ནག་གི་ཁྲིམས་ལུང་འདྲེན་བྱས་ཚེ་ང་ཚོས་ཡིག་ཆ་སྤྲད་བཞིན་ཡོད་རེད་ད་འདི་ལ་འབྲེལ་བ་ཆགས་ཀྱི་འདུག་མི་འདུག་ཟེར་ཡའི་སྐད་ཆ་དེ་ཡོང་གི་ཡོད་རེད་པ་དེ་ང་ཚོས་བསམ་བློ་བཏང་གི་ཡོད་རེད་ཁྲིམས་གཉིས་ཡོད། རེད་ད་ག་རེ་ག་རེ་ངོས་འཛིན་བྱེད་ཀྱི་རེད་རྒྱ་ནག་གཞུང་གིས། དེ་བྱས་ཚེ་ཚང་མ་བཀའ་ཤག་འཚོགས་པ་ཡིན་ན་ཨ་ནི་ང་ཚོ་གཞི་ནས་འདི་གང་ལ་ཡང་གོ་བསྡུར་བྱས་བྱས་ཨེ་ནི་ལངས་ཕྱོགས་ག་རེ་ཟིན་དགོས་ཀྱི་འདུག་ད་ལྟ་རྒྱ་ནག་ལ་ཕར་འཆར་གཞི་གསར་པ་ཕུལ་ཟེར་འཆར་གཞི་གསར་པ་ཕུལ་ས་ལ་ང་ཁོ་ན་ཡོད་མ་རེད་ང་ཚོ་ད་ལྟ་སྟ་གོན་འབྲེལ་བ་བགྱིས་པ་རེད་མ་གཏོགས་བྱེད་ཀྱི་ཨ་ནི་འབྲེལ་བ་སླར་གསོས་བྱེད་ཐུབ་ཡོད་མ་རེད་ཨ་ནི་ཞི་མོལ་བྱས་ཚུལ་ཕར་ཕར་གང་རྒྱས་ག་རེ་རེད་འགའ་དེ་ཡིན་དུས་འབྲེལ་བ་སླར་གསོ་འགྲོ་བྱུ་ཐུང་བ་ཡིན་ན་སྐབས་དེ་དུས་ཨ་ནི་ང་ཚོ་ག་རེ་བྱེད་ཀྱི་རེད་གོམ་པ་ག་རེ་བྱེད་ཀྱི་རེད་ཟེར་སྐད་བཤད་རེད་མ་གཏོགས། ད་ལྟ་ནས་ཁོ་ཚོས་འགྱུར་བ་འདི་བཏང་ཤག་ད་རིང་རང་ནས་བོད་མིའི་སྒྲིག་འཛུགས་ང་ཚོ་སྲིད་ཇུས་འདི་འགྱུར་བ་བཏང་ཡིན་ལངས་ཕྱོགས་འདི་འགྱུར་བ་བཏང་ཡིན་དེ་བཤད་དགོས་ཡ་ཁོ་རང་ཡོད་མ་རེད་ལ་ང་ཚོ་བཤད་མཁན་མ་རེད་ལ་གྲ་སྒྲིག་མཁན་ད་ལྟ་ལམ་སང་ཡོང་ཡ་ཞིག་མ་རེད་ཁོ་རིམ་པས་རིམ་པས་བྱེད་དགོས་ཡ་ཅིག་རེད་ད་ད་རིང་དེ་བོད་མིའི་སྒྲིག་འཛུགས་ཀྱི་དེ་ནས་གནད་འགག་ཆེན་པོ་ཞུ་རྩིས་ཀྱི་ཡོད་ད་ང་ཚོ་པ་ར་དེ་བཀའ་ཤག་འགྱུར་བ་ཕྱིན་པ་རེད་པ་ར་དེ་འོས་བསྡུ་ལས་རིམ་དང་མང་པོ་ཞིག་འགྲོ་འདོད་དུས་ཚང་མ་ལས་འགུལ་སྤེལ་ལས་དཀའ་ངལ་འཕྲད་ཀྱི་འདུག་ང་རང་ཚོ་སྤྱི་ཚོགས་རང་གི་བལྟས་བྱས་དེ་ཡིན་དུས་ཚང་མ་ལ་ཡ། མ་འོངས་པར་དེ་ཚོ་གི་འགོག་རྐྱེན་མ་འཕྲད་པ་བྱེད་ཆེད་གང་ལྟར་དེ་ཚོ་ལ་གྲ་སྒྲིག་བྱེད་དགོས་ཨེ་ཚོ། ང་ཚོ་གྲ་སྒྲིག་བྱེད་དགོས་པོ་རེད། ཕྱི་ཟླ་བདུན་པའི་ཚེས་གཅིག་ཉིན་མོ་ལ་ད་རྒྱ་ནག་གཞུང་གི་དངོས་སུ་ལག་ལེན་བསྟར་གི་ཡིན་ཟེར་གི་ཡོད་དུས། ད་ལྟ་དོན་གཅོད་ཁག་ཚང་མ་ལོག་ལ་ཡང་མངགས་བཞག་ཡོད། ཨ་ནི་ཕྱི་དྲིལ་ལས་ཁུངས་ཀྱི་ཁྱབ་ཁོངས་སྲིད་ཇུས་ཉམས་ཞིབ་ཁང་གི་ཁ་སང་ལྡི་ལི་ལ་ཡང་འདི་སྐོར་ལ་བགྲོ་གླེང་ཤུགས་ཆེ་བ་ཅིག་གནང་བ་རེད། དེའི་སྐབས་དེར་བཅར་ཡ་བྱུང། ཨ་ནི། ང་རང་ང་རང་ཡི་ཇར་མ་ནི་དང་ཁ་སང་ཉེ་ཆར་ཨ་མི་རི་ཀ་ཕྱིན་ཚར་ཞིང་དེ་ཚོའི་སྐོར་ལ་ཤུགས་ཆུང་པོ་ང་ཚོས་ཤེས་ཡོད་རྒྱལ་ཁབ་སོ་སོ་སོའི་ནང་ལོགས་ལ་ཡི་ཨ་རི་ཡིན་པ་ཡིན་ནའི་ད་ལྟ་ཁྲིམས་ཡིག་འདི་དང་འབྲེལ་བའི་ཐོག་ནས་ཨ་ནི་ཡང་འདི་ལ་འགལ་འདས་ཀྱི་ཁྲིམས་ཡིག་མཛོད་བཟོ་ཡོང་གོ་རེད་གྲོས་ཚོགས་གཞན་པ་ཚོའི་ནང་ལོགས་ལས་ང་ཚོ་འབད་བརྩོན་མང་པོ་བྱེད་བསྡད་ཀྱི་ཡོད་ཨ་ནི། དོན་གཅོད་ལས་ཁུངས་སོ་སོ་སོའི་ངོས་ནས་གནས་སྟངས་ལ་དཔག་པའི་གལ་ཏེ་ཉིན་མོ་དེ་ལ་གསར་འགོད་གསལ་བསྒྲགས་སྤེལ་དགོས་ཡ་དང། ཕྱི་སྲིད་ལས་ཁུངས་གཙོ་བོ་བྱས་པའི་རྒྱལ་ཁབ་སོ་སོ་སོའི་ནང་ལོགས་ལ་བློ་འདོན་ལྟེ་གནས་ཁང་དང་ཚགས་པར་བསྐྱར་ངན་གང་མང་མང་བྱས་ལ་ཡང་གནས་ཚུལ་སྤེལ་དགོས་ཡ། ཚགས་པར་བསྐྱར་ངན་ངོ་ཤེས་པ་ཡོད་པ་དེ་ཚོ་ལ་ཡང་འགྲེལ་བརྗོད་བྱེད་ཆེད་རྩོམ་ཡིག་བྲིས་བཅུག་ཡ་དང། གང་ཚོས་བྲིས་ཡ་ལ་སྐུལ་འདེད་བྱེད་ཡ། དེ་ཚོ་ཚང་མ་བློ་འབད་བརྩོན་བྱེད་དགོས་ཀྱི་ཡོད་རེད་ཨ་ནི་བྷི་ཐེག་དང་བོད་རིགས་སྤྱི་མཐུན་ཚོགས་པ་བཅས་ཡིན་ནས་དེ་ལ་ཡང་ཅིག་སྣང་མེད་བཟོ་རོགས་ཅིག་མ་ཡིན་པ་བྱས་བྱས་ཏེ་ང་ཚོ་ལ་ཡང་དོ་ཕོག་ཆེན་པོ་འགྲོ་གི་ཡོད་རེད་ང་ཚོ་མི་རིགས་དང་འཐབ་རྩོད་ལ་དོ་ཕོག་ཆེན་པོ་འགྲོ་གི་ཡོད་པ་སོང་ཙང་དེ་དོ་ཕོག་འགྲོ་གི་ཡོད་པ་ནང་བཞིན་བྱས་ནས་འགན་འཁྱེར་བྱས་ཨ་ནི་ལས་འགུལ་སྤེལ། དེ་ཚོའི་ནང་ལོགས་ལ་ཡང་མཉམ་ཞུགས་བྱེད་དགོས་ཡ་དེ་ག་དེ་བྱེད་དགོས་རེད། ད་ལྟ་ང་ཚོ་བོད་པ་ཚོ་ཡིན་པ་ཡིན་ན་ཁྲིམས་ཡིག་འདི་བཟོས་ཡོད་མེད་ལ་མ་ལྟོས་པའི་གིས་བོད་ནང་ལོགས་ལ་ཡོད་མཁན་བོད་པ་དེ་ག་དེ་གིས་བོད་པའི་སྐད་ཡིག་མུ་མཐུད་ནས་བཀོལ་སྤྱོད་བྱེད་སྐད་བཀོལ་སྤྱོད་བྱས་ཆོག་གོ་མ་ལབ་གོ་མ་ལབ་དགྲ་ལ་ལབ་ཡ་དེ་དོ་བོ་དང་ག་ཡ་རོ་བ། བྱས་ཙང་བོད་པའི་སྐད་ཡིག་བཀོལ་སྤྱོད་བྱས་ཡ་དང་སོ་སོ་སོའི་གིས་བོད་པའི་སྐད་ཡིག་གང་ལ་སློབ་སྦྱོང་བྱས་ཡ་དང།

ད་ག་རང་རུ་བ། བོད་ནང་དཀའ་ངལ་འཕྲད་ན་ང་ཚོ་འཛམ་བུ་གླིང་འགྲེལ་བཤད་རྒྱབ་དགོས་བོར་ད། འདིར་རྒྱབ་སྐྱོར་ཐོབ་ཆེད་རྒྱ་ནག་གཞུང་ལ་ཕར་གནོན་ཤུགས་སྤྲད་ཐབས་བྱ་བྱེད་དགོས་བོར། དཔོན་རིགས་འདི་གས་འདིར་ཕར་རྒྱ་ནག་འགྲོ་བའི་སྐབས་ལ་གནད་དོན་འདི་སྐོར་ལ་ཡིན་གཅིག་མིན་གཅིག་གླེང་དགོས་ཡས་དང། འདི་སྐོར་ལ་ཤེས་དགོས་ཡས་རྒྱ་ནག་གཞུང་གི་འདི་གང་ལ་འགྱུར་བ་བཏང་རོགས་བྱེད་བཞིན་ལབ་དགོས་ཡས་དེ་ཚོ་དེ་ག་དེ་ད་འདིར་ལབ་བསྡད་དགོས་བོར་ད་ལྟ་བར་དུ་ང་ཚོ་འཐབ་རྩོད་ཀྱི་ངོ་བོ་ཁོ་རང་ད་ག་རང་རུ་བ། དེ་ཡིན་དུས་ང་རང་ཚོ་དངོས་ནས་བྱེད་དགོས་ཡས་ནང་ལོགས་ནས་ང་རང་ཚོ་བོད་པའི་སྐད་ཡིག་དང་ཆོས་དང་དེ་ཚོ་ཉམས་ལེན་བྱེད་དགོས་ཡས་དང། ཨ་ནི་གཅིག་བཀོལ་སྤྱོད་བྱེད་དགོས་དང་སློབ་སྦྱོང་བྱེད་དགོས་དེ་གས་དེ་མུ་མཐུད་བྱེད་པའི་ཐོག་ནས་ཨ་ནི་རྒྱལ་སྤྱིའི་ནང་ལོགས་ལ་ཡང་འདིར་འགྲེལ་བཤད་རྒྱབ་ཆེད་ཨ་ནི་རྒྱབ་སྐྱོར་ཐོབ་ཆེད་རྒྱ་ནག་གང་ལ་གནོད་ཤུགས་སྤྲད་ད་འདི་ལྷག་ང་ཚོ་བྱས་མེད་པ་འདི་ང་ཚོ་ད་ལྟ་བར་དུ་བྱས་དེའི་ལས་ཀ་ཚང་མ་ལོག་ད་ག་ནང་རེད་བ། རྒྱ་ནག་གཞུང་གི་ཐའེ་ཝན་ལ་སྲིད་ཇུས་ག་རེ་བསྲིམས་འདུག་ཁོ་ཚོའི་ཁ་བྲལ་བ་བྱེད་ཀྱིན་ཡོད་ད་རྒྱལ་ཁབ་རང་བཙན་གྱི་རྩོད་རྒུ་ཡོད་དུས་ཚང་མ་ལ Anti Separatist Law ལས་དེ་བཟོས་སོང་ཨ། ཧོང་ཀོང་ལ་དག་པ་ཁོ་ཚོས་ཧོང་ཀོང་མང་གནས་མེད་ཡང་གི་ཆེད་དུ། ཨེ་ནི National Security ར་ལོག་དེ་བཟོས་སོང་བ། ད་བོད་པ་ལ་ཡང་ད Ethnic Unity དེ་ལོག་བཟོས་ཡོང་གོ་དེ་བོད་པ་ཅི་གོ་ལ་མ་ར་བ། ཡིན་རྒྱུ་དབུས་གུར་དང་སོག་པོ་དེ་ཚོ་བྱེད་ད་སོག་པོ་ལ་ད་ད་གྱང་དྲི་བ་དེ་བོད་པ་ཅི་གོ་ལ་མིག་འབྲས་པ་བྱས་དེ་དེ་མ་རེད་ཟེ་ལབ་ཤེས་ངེས་མ་རེད་ག་རེ་ཟེ་ན། སོག་པོ་དེ་ག་དེ་བརྒྱ་ཆ་བཅུ་དྲུག་མ་དེ་ལྷག་ཡོད་མ་རེད་མི་འབོར། བྱེ་མ་ཚང་མ་ལ་རྒྱ་རིགས་དང་སྤྲར་ཆགས་དེ། ད་དབུས་གུར་ལའི་དཀའ་ངལ་དེ་འཕྲད་ཡོང་གི་འདུག་ང་ཚོ་བོད་པ་དེ་གས་ད་མི་རིགས་ངོ་བོ་སྲུང་སྐྱོབ་བྱས་དེ་དང་ང་ཚོའི་བོད་པའི་གནས་སྟངས་དེ་ཡང་དབུས་གུར་དང་སོག་པོར་དུ་འདྲག་མར་བ། སོག་པོ་ཡིན་པ་ཡིན་ནའི་སོག་པོ་ཕྱི་ལོག་དུ་བ། ནང་སོག་དང་ཕྱི་སོག་ཟེར་ན་ནི་ལྷོ་སོག་འདིར་ནང་སོག་མིང་བཏགས་བཞག་ཡོད་པ་ང་ཚོ་བོད་ཕྱི་ནང་གཉིས་ཟེར་ན་ནི་ང་ཚོ་བོད་ནང་ལོག་ལ་གཅིག་བྱུང་བ་ཡིན་ན་ཕྱི་ལོག་ལ་སྐྱོབ་ངེས་དེ་ང་ཚོ་བཙན་བྱོལ་བ་བ་དུ་མེད་པ། དབུས་གུར་ཡིན་པ་ཡིན་ནའི་ཆོས་ལུགས་ཁ་ཆེ་རེད་ཁ་ཆེ་ལུང་པ་མང་པོ་ཡོད་པ། ཡིན་ནའི་བོད་བརྒྱུད་ནང་བསྟན་གྱི་ནང་པ་དེ་ང་ཚོ་མ་དུ་ཡོད་མར་བ་དེ་བྱས་ཙང

ད་ཁྲིམས་མཐུན་གྱི་རྣམ་པའི་ཐོག་ནས་ཅིག་འདྲི་བྱེད་འདོད་པ་ལ་ཡང། ཉི་ཧོང་གི་ངོས་ནས Language Commission ཅིག་བཙུགས་ཡས་གལ་ཆེན་པོ་མཐོང་ཡོད་ན་འདི་ཅིག་བྱས། གཉིས་པ་དེ་ལ་ཡང་ད་ཅིག་ད་ལྟ་ཀུན་ལ་ཡི་གསུངས་སོ་ད་ང་ཚོས་ཀྱི་ད་ད་ལྟ་འཐབ་རྩོད་ནང་ལོགས་ལ་ཡང་གཙོ་བོ་དེ་ད་རྒྱལ་ཁབ་གཞན་དག་ནས་ད་ང་ཚོ་གྱི་རྒྱབ་སྐྱོར་གནང་ཡས་ད་འདི་འདྲས་ཀྱི་གནད་དོན་ཅིག་ཆགས་ཀྱི་ཡོད་རེད་གསུངས་ད་ད་ད་འདས་ཀྱི་དེ་ནང་ལོགས་ལ་མི་རིགས་ལྔ་བཅུ་ང་དྲུག་གི་རྒྱ་ནག་གཞུང་གི་མི་རིགས་ལྔ་བཅུ་ང་དྲུག་གི་འདི་འདྲས་ཀྱི་ཁ་ལོ་ད་བཙན་གནོན་ད་ཁོ་རང་ཚོས་ཀྱི་རིག་གཞུང་ད་འདི་འདྲས་ད་གནོད་ཀྱི་དུས་ང་ཚོས་འཛིན་སྐྱོང་གི་ངོས་ནས་ཨ་ཅིག།

དང་ལེན་གང་འགྲོའི་གལ་ཆེན་པོ་རེད་མ་གཏོགས་སྐད་ཆ་རྫིག་པོ་དང་སྙིང་རྗེ་པོ་བཤད་ནས་ཕན་གི་མ་རེད་བ། ཀ་མི་ཤོན་བཙུགས་ཟེར་ཡ་ཚོས་ནས་ད་ད་ལྟ་ང་ཚོ་སྐད་ཡིག་གལ་ཆེན་པོ་རེད་ཟེར་ནས། ཕོ་བྲང་ནས་ཁ་ཚིན་ཤོག་གྲངས་ཁ་ཤས་ཅིག་ཡི་གེ་བཏང་ཡོད་པ་ཁྱང་ཚོས་གཟིགས་ཡོད་བ། དེ་ནང་བཞིན་བྱས་ནས་ང་ཚོ་བཀའ་ཤག་གིས་འདི་གང་ལ་ད། བོད་ནང་ལོགས་ལ་རྒྱ་ནག་གི་སྲིད་ཇུས་ག་རེ་ག་རེ་ག་རེ་ཟིན་གི་ཡོད་མེད་འདི་གིས་ད་མ་འོངས་པ་བོད་པའི་སྐད་ཡིག་འདི་བརླག་འགྲོ་ཡ་གི་ཉེན་ཁ་ག་ཚོད་ཡོད་མེད་དང་ང་རང་ཚོ་སྤྱི་ཚོགས་ག་རེ་ག་རེ་བྱེད་དགོས་ཀི་ཡོད་མེད་གི་དེ་འདྲའི་གི།

དང་དང་པོ Project དང་པོ་དེ་ང་ཚོ་འགོ་ཚུགས་ཐུབ་མ་སོང་བ་ད་ལྟ་ད་ལྟའི་ལས་ཀ་འགྲོ་བསྡད་ཀྱི་ཡོད། བྱས་ཙང་འདི་ཚོའི་ཕྲན་ཁ་དེ་ང་ཚོ་ཕུགས་རྒྱང་རིང་པོ་གང་ལ་བསམ་ན་འདི་ཚོ་ཕན་གྱི་རེད་ཁ་ཡོད་ལག་ཡོད་ཕན་གྱི་རེད། དངོས་ཡོད་ཀྱི་ཐོག་ནས་ཕན་གྱི་རེད་བོད་པ་ཚང་མ་སྡུག་ཐོར་བསྡད་པ་ལས་ཨཱ་ནི། རུབ་སྡོད་བྱས་པ་ཡིན་ན་དེ་ཚོ་ཕན་གྱི་རེད་བ། ཨཱ་ནི་གཞན་པ་དེ་གར་ཟ་མི་རིགས་གཞན་པ་མཉམ་དུ། མི་རིགས་གཞན་པ་མཉམ་དུ་ད་ལྟའི་གནས་ཚུལ་འདི Ethnic Unity Diplomate འདི་བྱུང་དུས་ཚང་མ་དེ་གི་གར་སོ་རེད། ཤུགས་རྐྱེན་དེ་ཤུགས་ཆེན་པོ་ཅིག་ཐེ་ཡ་ཡིན་པ་དེ་ཤེས་ཀྱི་ཡོད་རེད་ང་ཚང་མ་ལོ་དབུས་གུར་དབུས་གུར་ཁོ་རང་ཚོས་བྱས་དེ་རེད་ཁ་སང་རང་ང Berlin ཕྱིན་ཚར་རྗེས Berlin འགྲོ་དགོས་དེ་དབུས་གུར་གྱི་ཚོགས་ཆེན་དང་ལོ་ཡོང་རོགས་བྱེད་ས་ནི་ཕྱིན་པ་རེད་དེ་ཡིན་དུས་ཚང་མ། ཁོང་ཚོའི་མཉམ་དུ་ཡིན་ནའི་རེད་སོག་པོ་མཉམ་དུ་ཡིན་ནའི་རེད་ད་མ་འཆུ་གས་དེ་འདྲས་ཡོད་རེད་ད་འདི་ལ་དཀའ་ངལ་གཅིག་དེ་ད་ཁྱེད་རང་གི་མི་རིགས་ལྔ་བཅུ་ང་དྲུག་གསུང་གི་འདུག་མི་རིགས་ལྔ་བཅུ་ང་དྲུག་དེ་མང་ཆེ་བ་རྒྱ་ནག་ལ་ཡོད་རེད་མ་ད་ཕྱི་ལོག་ལ་ཡོད་མ་རེད་ང་ཚོའི་སྙོབ་ས་ཡས་ཡོད་མ་རེད་དེ་ཡིན་དུས་ང་ཚོའི་སྙོབ་ས་ཡོད་པ་འདི་ནང་ལོག་ནས་ད་ང་ཚོའི་ང་ཚོའི་གས་འཛམ་བུ་གླིང་ཁྱོན་ཡོངས་ད་ང་རང་ཚོ་གི་གནས་སྟངས་ཆང་མ་བལྟས་བྱས་ཅིག་བྱས་དགོས་ཀི་རེད་མ་ད་ད་ཕག་ཚོའི་འགྲོས་འདི་ཚོ་མ་རྒྱ་ནག་ནང་ལ་དམངས་གཙོ་དོན་གཉེར་བྱེད་མཁན་ག་ཅིག་ནི་ད་ཕ་ཆེ་ཕ་ཆེ་ནུས་པ་འདི་བརླག་འགྲོ་གི་འདུག། ཚང་མ་ལ་འགོ་ཁྲིད་མང་དྲགས་ང་ཚོའི་བོད་པའི་སྤྱི་ཚོགས་མ་འོངས་པ་གཟབ་གཟབ་མ་བྱས་ན་དེ་འདྲ་ཆགས་འགྲོ་གི་རེད་བ། རྒྱ་རིགས་ཀྱི་དམངས་གཙོ་དོན་གཉེར་ཚོ་རྣམས་ལ་དེའི་འགོ་ཁྲིད་དེའི་འགོ་ཚང་མ་འགོ་ཁྲིད་གཅིག་འོག་གཅིག་ཏུ་མ་བསྡུས་པ་བྱས་དཀའ་ངལ་འཕྲད་རྗེས་ད་དེང་སང་ང་ཚོ་ཕར་འབྲེལ་བ་བྱེད་དགོས་ན་འབྲེལ་བ་བྱེད་ས་ཁག་པོ་ཆགས་བསྡད། མི་གང་ས་ལ་ང་ཚོ་འབྲེལ་བ་བྱེད་ས་ཡོད་རེད་མཁས་པ་ཚོ་འབྲེལ་བ་བྱེད་ས་ཡོད་རེད་ཚོགས་པ་གཅིག་གཉིས་བྱེད་ས་ཡོད་རེད་དེ་ཡིན་ནས་རྒྱ་ཆེ་ས་ནས་དམངས་གཙོ་དོན་གཉེར་ཚང་མ་ཚུགས་རུག་རུག་བྱེད་དགོས་ན་ཁག་པོ་ཆགས་བསྡད། དེས་ན་ཞིང་ཆེན་ནི་དབུལ་སྐུར་འགྲོ་བའི་ཆ་བཞག་གི་ཡིན་པ་ཡིན། ང་ཚོས་གནས་དང་ཁྲི་ནས་གཅིག་རུག་རུག་རེ་བཟོ་ཐུབ་ན་མ་གཏོགས་ཁོ་རང་ཚོ་རང་གི་ཚུགས་ལ་བུད་དོ་ཁོང་ཚོ་བཙན་བྱོལ་གཞུང་བཅུ་གཉིས་བཅུ་གསུམ་ཡོད་ཀྱི་རེད། ཤིང་གི་མེས་ལ་བུད་དོ། དེ་ལས་ཚེ་ཚང་མ་རྡོག་རྡོག་གཅིག་མི་འདུག་ད་ང་ཚོ་བོད་པ་དེ་གས་དེ་རྒྱ་གར་མི་ཆེ་ཐོ་གཅིག་བཀའ་དྲིན་ལ་བརྟེན་ནས། མང་གཙོའི་སྒྲིག་འཛུགས་དེ་གི་འགྲོ་སྟངས་དེ་ལ་བརྟེན་ནས་ཨ་ནི་མི་མང་གི་འགོ་ཁྲིད་བདམས་ཡོང་གི་ཡོད་དུས་ཚང་མ་གཞུང་གཅིག་དང་སྒྲིག་འཛུགས་གཅིག་དང་འགན་འཁེལ་མཁན་གཅིག་ཆགས་ཀྱི་ཡོད་རེད་བ།

ཇེ་པན་ལས་ཤུགས་རྒྱག་གི་ཡོད་རེད་དེ་ང་ཚོ་གཅིག་པོ་མ་རེད་དབུས་གུར་དང་མང་པོ་གཅིག་གི་འབྲེལ་བ་ཆགས་ཏེ། ད་ང་ཚོ་ལ་དཀའ་ངལ་དེ་ག་རེ་རེད་ཟེར་ན་རྒྱལ་མཚམས་བརྒལ་བའི་གི་གཉའ་གནོན་ཤུགས་ཤོག་བྱེད་ཀྱི་ཡོད་རེད་རྒྱ་ནག་གིས་ཡིན་ནའི་ང་ཚོའི་མིག་གི་དཔང་པོ་ཡག་པོ་ཉག་ཐོ་གོ་ཡོང་མ་རེད་དཔེར་ན་གཞུང་མཚམས་ལས་ཁ་བ་ཅིག་སླེབས་ཟེར་ན་ང་ད་རིང་དེ་ཁ་བ་སླེབས་ཟེར་ན་ལམ་སང་ཅིག་ཉག་བོར་བ་དཔང་རྟགས་ཤིག་ཉག་བོར་བ་མི་གཅིག་གི་འབྲེལ་བ་བྱེད་པ་ཡིན་ནའི་དཔང་རྟགས་ཉག་བོར་བ་དངུལ་གྱི་སྤྲད་ཁ་སླེབས་ཟེར་ནའི་དཔང་རྟགས་ཉག་བོར་བ་དཔང་རྟགས་མེད་ན་ང་ལ་ཁ་བ་སླེབས་སོང་ན་འདི་འདྲའི་བརྙས་བཅོས་བཏང་སོང་ཟེར་ན་ཕན་གོ་ཡོང་རེད་དེ་གི།

བཀས་བཀོད་རྒྱུད་འཛིན་དང། དེ་འདྲའི་མི་གཅིག་རིང་ལུགས་ཀྱི་གཞུང་ཟིན་བསྡད་མཁན་ཚོ་མང་པོ་ལ། རྒྱ་ནག་གི་པུ་ལིས་ཏང་ནི་རྒྱལ་ཁབ་དེ་ཚོ་ལ་སྟངས་འཛིན་བྱེད་སྟངས་ཀྱི་བསླབ་ཀྱི་ཡོད་རེད། དེ་ཆོས་སེམས་པ་ལ་ཤུགས་རྐྱེན་དཔེ་མང་པོ་ཡོད་རེད། ད་ད་ལྟ་དེས་སྐད་ཆ་གཅིག་ག་རེ་རེད་བཀོད་ཡོད་ཟེར་ན་ཧོང་ཀོང་གི National Security Law། དེ་བཟོས་པའི་སྐབས་དེ་ལས་དེའི་ཆ་རྐྱེན་ཡོད་རེད། རྒྱལ་མཚམས་བརྒལ་བའི་ཆ་རྐྱེན་དེ། དེ་ཁ་སང་མཁས་པ་ཅིག་གི་ལས་ཁུར་དུའང Professor Kondapalli གི་གསུང་ཁུར་དུའང་ང་ཚོས་དེ་ཤེས་དུས་བསམ་པ། ད་དམ་པའི་འདི་ནང་ལས་ཡོད་རེད། ཡིན་ནས་ད་འཛམ་བུ་གླིང་གིས་འདི་ལ་བདག་པོ་ག་འདྲ་རྒྱག་གི་རེད། རྒྱ་ནག་ཁ་སང་ལས་ཁུར་དུའང་ཁོང་ཚོ་ས་རྒོད་ལྷན་ཚོགས་འཚོགས་པར་བ། ས་རྒོད་ལྷན་ཚོགས་འཚོགས་བྱས་འདི་རྒྱལ་མཚམས་བརྒལ་བའི་གི་ཨ་ནི་འགྲོ་གི་རེད་བཞིན་ལས་ཁུར་དུ་བ། འདི་ང་ཚོའི་ཁྲིམས་རེད། དེ་བརྗོད་དུས་ད་གཞུང་མང། ད་རིང། སང་ཉིན་ང་འདྲ་བོ་ཆགས་ཆགས་ཀྱི་ཡིན་ནས་རེད་བ་ད་ངས་ཨེཏ་ནིག་ཡུ་ནི་ཏི་ལོག་འགྲིག་གི་མེད་པ་ཤེས་ཀྱི་ཡོད་རེད་བ་ད་ང་སང་ཉིན་གཟིམ་ཁ་བཏང་གི་རེད་བས་ཨིན་ཏྲི་པོལ་བཏང་ནས་དེ་ང་ཚོ་བལྟ་ཡས་རེད་བ་གཟིམ་གི་ན་ང་ཚོ་གཉེན་ལ་གཟིམ་དགོས་རོགས་ད་མི་དཀྱུས་མ་གཟིམ་གི་ལས་ང་ཚོ་མི་མང་གི་གདམ་བྱ་གི་ཡོད་རེད་བ་ང་ཚོ་གཟིམ་ད་ནི་ང་ཚོ་གནས་ཚུལ་ག་རེ་ཆགས་ཀྱི་འདུག་འཛམ་བུ་གླིང་ནང་ལ་ག་འདྲས་བཟོས་ཀྱི་འདུག་ག་འདྲས་བྱས་ཀྱི་འདུག་ང་ཚོ་བལྟ་གི་རེད་བ་གཞན་པ་ལས་གནས་ཚུལ་བྱུང་བ་ཡིན་ནས་འདི་སྐབས་ལ་ང་ཚོ་གཞུང་རེ་རེ་རེ་ལ་ཕལ་སྐད་ཉེས་པ་བཏང་ཡས་ཡིན་ན་ཨ་མི་རི་ཀའི་གཞུང་གི་ཉེས་པ་བཏང་ཡས་སེང་ཤོན་བྱེད་ཡས་ཚོ་ད་ག་ས་འདུག་གསུང་ཡོང་གི་འོ་མ་རེད་ད། ཞུ་གཏུག་བྱས་ནས་ཡོང་གོ་བར་བ། དེ་བྱོས་སེམས་པ་དེ་ཚོ་སྐབས་དང་དུས་ལབ་ད་བང་འདི་ནས་ལྟ་ཡ།